མ་ལྟའི་རྗེས་ཀྱི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོ་ནས་ཡང། ནུབ་ཕྱོགས་བདེ་ལྡན་ཞིང་གི་མགོན་པོ་ཀུན་གཟིགས་དཔལ་ཆེན་སྐུ་འཕྲེང་བཅུ་གཅིག་པ། རྗེ་བཙུན་བསྟན་འཛིན་དགེ་འདུན་ཡེ་ཤེས་ཕྲིན་ལས་ཕུན་ཚོགས་དཔལ་བཟང་པོ་མཆོག། དགུང་གྲངས་སུམ་ཅུ་སོ་བདུན་ལ་ཕེབས་པའི་གི་ཨ་ནི་སྐུ་ཡི་འཁྲུངས་སྐར་སྲུང་བརྩི་ཞུ་གི་ཡོད་རེད། ང་ཚོ་འཁྲུངས་སྐར་སྲུང་བརྩི་ཞུ་བའི་སྐབས་དེ་བ་ད་སེམས་ནང་ལོག་ལ་ཡང་དགའ་ཚོར་སྐྱེས་དགོས་ཡས་གི་གནས་སྟངས་ཅིག་རེད་དེ་ཡིན་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་འཁྲུངས་སྐར་ད་ག་དུས་ཞུས་པ་ཡིན་ནའི་རེད། ཨན་དུས་རྒྱུན་དུ་ནས་པན་ཆེན་རིན་པོ་ཆེ་པན་ཆེན་རིན་པོ་ཆེ་མཆན་འདུག་ཐོས་པ་དང། ང་རང་ཚོ་བོད་མི་ཙམ་དུ་མ་ཡིན་པའི་གི་ཀུན་གཞི་པན་ཆེན་རིན་པོ་ཆེ་གི་རྗེས་འཇུག་པ་ཚང་མ་ལ་ཡང་ཨན་སེམས་ནང་ལོག་ལ་ལྗིད་ལྡིག་ལྡིག་ཅིག་ཡོང་སྡི་གི་ཡོད་རེད། ད་རིང་དེའི་མཛད་སྒོ་དེ་ལ་བཅར་ཐུབ་ཡ་དེ་སྐལ་པ་བཟང་པོ་ཅིག་ལ་ཡ། ངོས་འཛིན་ཞུ་གི་ཡོད། ང་ཞིབ་ཆ་དེ་སྐད་འཚར་ལོངས་བྱས་པ་རེད། ཨ་ནུས། གཅིག་ནས་ཨམ་ལགས་གཞིས་ཀ་རྩེ་ནས་རེད། པཱ་ལགས་མདོ་སྨད་ནས་ཡིན་དུས། པན་ཆེན་པན་ཆེན་སྐུ་འདྲེ། ཆུ་བེད་ཀྱི་འཁྲུངས་ལོ་ཡག་སུ་དེ་འདའི་བཀྲ་ཤིས་ལུང་པ་ལ་ཡང་སྲུང་བརྩི་ཞུ་བའི་སྐབས་སུ་ཆུང་ཆུང་དཀར་ནས་ཨ་འདའི་བ་ལྕགས་ཡག་གིས་ཉམས་མྱོང་དང་འབྲེལ་བ་བཅས་ཆགས་བསྡད་ཡོད་རེད་ལ། སྤྱི་པའི་དགེ་རྒན་མཁས་པའི་སྐབས་སུ་སྤྱི་འཐུས་ཆགས་ནས་ལོ་གཅིག་གཉིས་ཀྱི་ནང་ལོགས་ལ་ཡང་བསྡད་ལ། དེ་དུས་པཎ་ཆེན་རིན་པོ་ཆེ་སྐུ་གདུང་གོང་མས་ཀྱི་ཡིག་འབྲུ་ཁྲི་བདུན་དེ་བྱས་ཏེ་རྒྱལ་སྤྱིའི་ནང་ལོགས་ལ་ཡང་ཁྱབ་བསྒྲགས་བཏང། བོད་ནས་མ་གདན་འདྲེན་ཞུས་གྲུབ་ཟིན་གྱི་གནས་སྟངས་ཤིག་གི་རྗེས་སུ་བསྡད་ཡང། གདན་ས་ཆེན་པོ་བཀྲ་ཤིས་ལྷུན་པོ་ལ་ཡང་བཅའ་ཡག་གི་གོ་སྐབས་འདུག་བྱུང་བ་རེད། ཨན་ད་རིང་དེ་སྲིད་སྐྱོང་གི་འགན་ཞིག་ཡོད་པའི་ཆ་ནས་ལས་དོན་གྱི་འགན་ཡོད་རེད་ལ། ཨ་ནི་ལྷག་པར་དུ་སྐབས་བཅུ་དྲུག་པའི་སྲིད་སྐྱོང་གི་འགན་ཁེ་པ་ནས་བྱས་རྗེས། བཀའ་ཤག་སྐབས་བཅོ་ལྔ་པའི་གི་དུས་ཡུན་རིང་ཀ་ལ་ཡང་ཀུན་གཟིགས་དཔལ་ཆེན་རིན་པོ་ཆེ་གློད་གྲོལ་ཡོང་ཡག་གི་ལས་གཞི་མང་པོ་ཅིག་བང་བསྒྲིགས་བཞག་ཡོད་རེད། ཨན་དེ་གས་ཚང་མ་ལོ། མཁན་རིན་པོ་ཆེ། མཁན་ད་སི་ཀ་རིན་པོ་ཆེ་རྒན་མཛད་འགན་བཞེས་པ་ནས་བྱས་རྗེས་ཨ་ནི་མཉམ་དུ་ཞབས་ཞུ་ཞུ་ཡག་གི་གོ་སྐབས་དེ་འདྲས་བྱུང་བ་རེད། མཁན་ཟུར་རྣམ་པ་ཚོའི་ངོས་ནས་ད་ལྟ་བར་དུ་པན་ཆེན་རིན་པོ་ཆེ་གློད་གྲོལ་ཡོང་ཡག་གི་ཆེད་དུ་སྐུ་ངལ་མང་པོ་བསྐྱོན་ཡོད་རེད། ཨ་ནི་ལྷག་པར་དུ་ད་ལྟ་སི་ཀ་རིན་པོ་ཆེ། མཁན་རིན་པོ་ཆེ་སི་ཀ་རིན་པོ་ཆེ་དེ་རྒན་བཞེས་པའི་སྐབས་ལ་ཡང་དངོས་གནས་དྲ་ནས་རྒྱལ་སྤྱིའི་ནང་ལོགས་ལ་ཡང་གང་ཐུག་ཐུག་ཅིག་ཨ་ནི་ཆིབས་བསྒྱུར་གནང་བྱས། བཙན་བྱོལ་རིན་པོ་ཆེའི་སྐོར་ལ་ཡང་གོ་རྟོགས་སྤེལ་ཡ་རེད་རྒྱབ་སྐྱོར་ཐོབ་ཡ་རེད་དེ་ཚོའི་ཐོག་ལ་ཡང། རིན་པོ་ཆེའི་ཕར་ཚུར་ཕེབས་པའི་སྐབས་ལ་ལྷན་བཅར་ཞུ་ཡ་དེ་འདྲ་བྱུང་བ་རེད། རིན་པོ་ཆེ། ཐུགས་ཆུང་ཆུང་འདྲ་ཞིག་ཡིན་ན་ཡང་སྙིང་སྟོབས་ཆེན་པོ་ཡོད་རེད། ཨ་ནི། རྒྱལ་བ་ཡབ་སྲས་གཉིས་སྐོར་བཞུགས་ཡོད་འདུག་ཚང་མ་ཨ་ནེ་རང་བཞིན་གྱིས་བཞུགས་འདུག་སྐབས་དེ་བས་ལས་བེད་མིག་ཆུ་ཁྲི་ལི་ལི་ཤོར་ཡོང་གི་འདུག་རིན་པོ་ཆེ་ཐུགས་ཆུང་ཆུང་ཡོང་རེ་ཡིན་ནས་སྙིང་སྟོབས་ཞུམ་པ་མེད་པ་བྱས་རྗེས་ཨ་ནེ་འབད་བརྩོན་གནང་པ་བྱུང་སོང་ང་རང་ལྷན་དུ་ཞབས་ཞུ་ཡག་གོ་སྐབས་བྱུང་བ་རེད་ད་ལྟ་དེ་སྤྱན་བསྟར་ཞུས་པའི་གིས་ཨ་རིའི་མང་གཙོ་ཚོགས་པའི་མང་གཙོ་ལྟེ་གནས་ཁང་གིས Democracy Service Medals ཞེས་ཏེ་ལོ་གཅིག་སྔོན་ལ་ཡང་ང་ཚོ་བོད་མིའི་སྒྲིག་འཛུགས་ལ་འདུ་བྱེད་ནས་ཕུལ་གནང་བ་རེད། སྐབས་དེ་དུས་ང་རང་ཞུ་བའི་གོ་སྐབས་བྱུང་སོང། ན་ནིང་ལོ་དེ་ཀུན་གཟིགས་དཔལ་ཆེན་རིན་པོ་ཆེས་ཡང་ཆེ་བསྟོད་ཀྱི་གཟེངས་བསྟོད་དེ་འདུ་བྱེད་ནས་ཕུལ་གནང་པའི་སྐབས་སུ་ཡིན་ནའི་ཝ་ཤིང་ཏོན་ལྡི་སི་ལ་ཡང། སྐྱབས་ཀྱི་གཟི་བྱུར་མི་ཕྱེད་ལྷན་དུ་ད་ལྟ་ང་ཚོ་ཡོད། ཞེས་ནི་འདི་ལས་ཀྱིས་ཞུས་པ་དང་སྦྲགས་ནི། སྤྱི་བཏང་ངས་གཏམ་བཤད་དེ་ཡིག་ཐོག་ནས་མང་ཅིག་བྲིས་ཡོད་དེ། ད་ང་ཚོ་ཡིག་ཐོག་ནས་མང་ཀློག་ནི། དགེ་འདུན་པ་རྣམ་པ་ཚོ་ད་སྐུ་ངལ་ཡོང་མ་རེད་ཞེ་སྡང་ཅིག་མཁྱེན་གྱི་རེད་དེ་ཡིན་ནས་སློབ་ཕྲུག་མང་པོ་ཞིག་ཡོད་པས་སོང་ཙང། ད་ད་གིས་གོང་དུ་གསུངས་པ་ནང་བཞིན་བྱས་ནི། གང་ལྟར་སྤྱི་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ། སྤྱི་ཟླ་ལྔ་པའི་གི་ཚེས་བཅུ་བཞི་གི་ཉིན་མོ་དེ་ལ་ཡང་ཨ་ནི་ཁྱི་ནུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགུང་ལོ་དྲུག་ལ་སོན་པའི་གི་ཁྱེའུ་དང་གི་དེ་དུས་དགེ་འདུན་ཆོས་ཀྱི་ཉི་མ་ཞེས་ནི་གསུང་གི་ཡོད་རེད། ཁོང་ཀུན་གཟིགས་པན་ཆེན་སྐུ་འཕྲེང་བཅུ་པའི་གི་ཡང་སྲིད་ལ་ཡང་ཡང་སྲིད་འཁྲུལ་བྲལ་ཞེས་ཡང་སྲིད་ནང་ལོགས་ནས་ཡང་སྲིད་འཁྲུལ་བྲལ་ཞེས་ཏེ་གནས་ངག་ཆེན་པོ་ཞིག་གྲགས་ཡོད་རེད། དེང་སང་ཡང་སྲིད་ཚང་མ་ལོ་འཁྲུལ་བྲལ་ཡོང་གི་ཡོད་དམ་མེད་སྐད་ཆ་མང་པོ་ཡོད་རེད་བ། དེ་ཡིན་དུས་ཀུན་གཟིགས་པན་ཆེན་སྐུ་ཕྲེང་བཅུ་བཞི་པ་འགྲོ་བཞིན་པ་ཡིན་ན་ཨ་ནི་ཡང་སྲིད་འཁྲུལ་བྲལ་དུ་ངོས་འཛིན་བྱེད་ར་ཀྱང་ཨ་ནི་དེ་ནས་དང་གི་ཁོང་རང་བོད་དུ་གསུམ་བ་རང་བཞིན་ཕྱིན་ནས་ཉི་མ་གསུམ་གི་རྗེས་ལ་ཡ་ཨ་ནི་རྒྱ་ནག་གཞུང་གིས་ཆུང་སྲིད་རིན་པོ་ཆེ་དང་ཨ་ནི་ཁོང་གི་ནང་མི་ཚང་མ་ལོག་ད

ཨ་ནི། ཆུང་སྲི་རིན་པོ་ཆེའི་བཀའ་གྱིས་བྱས་པ་ནས་བྱས་ནས་ད་ལྟ་བར་དུ་ད་མཉམ་འབྲེལ་རྒྱལ་ཚོགས་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷག་པར་དུ་འགྲོ་བའི་ཐོབ་ཐང་གི་ཨ་ནི་འགན་འཁྱེར་མཁན་གྱི་སྡེ་ཚན་རྣམ་པ་ཚོ་དང། རྒྱལ་ཁབ་སུམ་ཅུ་ལྷག་གི་རྒྱ་ནག་གཞུང་ལ་ཡང་ཨ་ནི་ཆུང་སྲི་རིན་པོ་ཆེའི་སྐོར་ལ་བཀའ་འདྲི་མང་པོ་ཞུས་ཡོད་པ་རེད། ཞུས་པའི་སྐབས་ལ་ཁོང་ཚོས་ག་རེ་གཟིགས་ཡོད་ཟེར་ན། རྒྱ་ནག་གཞུང་གིས་སྲུང་སྐྱོབ་བྱས་བསྡད་ཡོད་རྒྱ་ནག་གཞུང་གི་ལབ་ཡ་དེ། དེའི་རྗེས་ལ་ཡང་ཨ་ནི་འཚོ་བ་རྒྱུན་གཏན་ཕྱིན་ནས་གནང་ཞུ་གི་ཡོད་རེད་གསུང་ཡ་དང། བདེ་ཐང་ངང་ལ་ཡོད་གསུང་ཡ་དང། སློབ་གཉེར་གནང་གི་ཡོད་གསུང་ཡ་དང། ད་བར་ལམ་ནས་བྱས་ནས་ཨ་ནི་མཐོ་སློབ་མཐར་ཕྱིན་བཅས་ལས་ཀ་ལ་ཡང་ཞུགས་ཟིན་པ་རེད་ཞེས་ཡག་གི་བཀའ་མོལ་འདི་རྒྱ་ནག་ངོས་ནས་འགྲེལ་བཤད་བརྒྱབ་བསྡད་ཀྱི་ཡོད་རེད་ལ་ད་གིན་དཔལ་ལྡན་ཚོགས་མཆོག་གསུངས་པ་ནང་བཞིན་བྱས་ནས་ད་ང་ཚོ་ལ་ཡང་གོ་ཡས་ལ་རྒྱ་ནག་གི་དམག་སྒར་ཅིག་ནང་ལོགས་ལ་ཡང་ཨ་ནི་བཞག་ཡོད་རེད་ཞེས་ཡ་ཅིག་ད་དེ་ལས་ལྷག་ཞིག་གི་གནས་ཚུལ་ཨ་ནི་ག་ཚོད་ཅིག་བདེན་པ་ཡིན་དང་མིན་དང་སྐུ་འཚོ་བཞུགས་ཡིན་མིན་གྱི་གནས་སྟངས་ཡིན་པ་ཡིན་ནས་རྒྱ་ནག་གི་གང་བཤད་པ་དེ་ལས་ལྷག་ཞིག་ཨ་ནི་ང་ཚོས།

གཅིག་རྒྱལ་སྤྱིའི་ནང་ལོགས་ལ་ཡང་རང་ཚུགས་ལྡན་པའི་གི་རྟོག་ཞིབ་པ་བྱེད་མཁན་ཡིན་ནི་རེད། ཨན་རྒྱལ་ཚོགས་ཀྱི་ཁྱད་མཁས་མི་སྣ་ཚོས་གི་ཀུན་གཟིགས་པན་ཆེན་རིན་པོ་ཆེ་ལ་ཡང་མཇལ་འཕྲད་གི་གོ་སྐབས་འགུག་འདུག་བྱེད་ནི་ཨན་ནི་དགོས་འདུན་མང་པོ་བཏོན་ཡོད་རེད་དེ་ད་ལྟ་བར་དུ་རྒྱ་ནག་གཞུང་གི་ཡ་ལན་བཟང་ཕྱོགས་གི་ཡ་ལན་གཅིག་ཀྱང་གནང་མེད་པ་ད་ང་འཚམས་ལོག་མཁན་རྐྱེན་པ་རེད། ང་རང་ཚོ་བོད་པའི་ཁ་བའི་ནང་ལོགས་ལ་ཡང་གནམ་ལ་ཉི་ཟླ་ཆ་གཅིག་བྱས་དང། ས་ལ་རྒྱལ་བ་དཔོན་ཆེན་བྱས་ནས། འདུག་བཞིན་བཞུགས་འདོད་ཀྱི་ཡོད་རེད། ད་ཐུན་མོང་དབང་གིས་དབང་དུ་བཏང་བ་ཡིན་ན། རྒྱལ་བ་བློ་བཟང་གྲགས་པའི་སྲས་ཀྱི་ཐུ་བོ་གཉིས་ད་ལོ་ངོ་དྲུག་བརྒྱ་ལྷག་གི་རིང་ནས་ཡང་ཨ་ནི་སྐུའི་སྲིད་པ། རྒྱུན་མཐུད་ནི་བོད་དང་བོད་བརྒྱུད་ནང་བསྟན་གྱི་དར་ཆ། ཡུལ་ལུང་ཁག་གི་ཆོས་དང་སྲིད། རིག་གནས་ལ་སོགས་པའི་གྱི་ལམ་ཐོན་པའི་མང་པོ་ཅིག་གནང་ནས་དེ་སྐད་ཀྱི་རྣམ་ཐར་དེ་སྐད་དེ་ཨ་ནི་ད་རིང་ང་ཚོ་དྲན་གསོ་བྱེད་དགོས་ཀྱི་གནས་སྟངས་ཅིག་རེད། འཛིན་སྐྱོང་བཀའ་ཤག་གི་ངོས་ནས་དོ་སྣང་གལ་ཆེ་བ་དེ་མ་འོངས་པའི་གནད་དོན་གང་ལ་ཡང་བྱེད་དགོས་ཀྱི་ཡོད་རེད་ད། ད་ལྟ་རྒྱ་ནག་གུང་ཁྲན་གཞུང་གིས་ད་དམིགས་ཡུལ་མཐར་ཐུག་དེ་ག་རེ་རེད་ཟེར་ན། བོད་དང་བོད་མི་ཞེས་ཡ་དེ་རྦད་དེ་རྩ་མེད་བཏང་ཡ་དེ་རེད། ད་ལྟ་ཡིན་པ་ཡིན་ནས་མི་རིགས་ཟེར་མཁན་དེ་མེད་པ་ཡིན་ན་ཨ་ནི་མི་རིགས་ཀྱི་གནད་དོན་ཡོང་ཡ་ཡོང་མ་རེད་ཟེར་ནས་བཤད་དེ་ཡ་དེ་རེད། བྱས་ཙང་ད་མི་རིགས་མེད་པ་བཟོ་བ་ལ་མི་རིགས་དེ་གས་ཚང་མ་ལོག་སྲེད་ཐུག་གི་མ་རེད་བ་ད། དེ་མེད་དུས་ད་མི་རིགས་ཀྱི་ངོ་བོ། བོད་བོད་ཀྱི་སྐད་ཡིག་བོད་བོད་ཀྱི་ནང་ཆོས། བོད་བོད་ཀྱི་ལེགས་བྱང། རེད་བ། དེ་གས་ཚར་མ་ལོག་ད་རྩ་མེད་བཏང་ཡག་ཁོར་ཡུག་ཡིན་ཆད་ནས་ཆད་ནས་རྩ་མེད་བཏང་ཡག་གི། སྲིད་ཇུས་དེ་འདྲ་ཅིག། འཛིན་དེ་གས་ཡག་རེད། རྒྱལ་བ་ཡབ་སྲས་གཉིས་དེ་ཁ་བྲལ་ནས་བཞུགས་དགོས་ཡག་གི་གནས་སྟངས་བཟོས་ཡིན་པ་ཡིན་ནས་ཨ་ནི། རྒྱལ་བ་ཡབ་སྲས་ལ་ཡང་དད་དམ་གཡོ་བ་མེད་པའི་གནས་སྟངས་ལ་གཏོར་བཤིག་བཏང་ཡག་གི་བསམ་བློ་བཏང་གི་ཡོད་རེད། ཡིན་ནས་དེ་ཚོ་ཆང་ཁ་དེ་ལམ་ལྷོང་རྩ་བ་ཉིད་ནས་འགྲོ་ཐུབ་གི་མ་རེད་བཞིན་ད་ལྟའི་སྐབས་ལ་ང་ཚོ་ཉམས་ཆག་པའི་དུས་ཚོད་དེ་ལ་ཡང་ཕྲན་བུ་ཕྲན་བུ་གི་མཚོན་རྟགས་དེ་འདྲ་ཡོང་གི་རེད་དེ་ཡིན་ནས་མཐར་ཐུག་གི་ཁུངས་འཁྱོལ་གི་མ་རེད་ཞེས་རྒྱ་ནག་གཞུང་གིས་བྱས་ཡག་དེ་དེ་གཅིག་དང། ད་དེ་འདྲས་ཀྱི་རྒྱ་ནག་གཞུང་གི་སྲིད་ཇུས་དེ་འདྲས་ཀྱི་མགོ་བཙུགས་ས་སུ་རེད་པ་དེ་དཔེ་ཆ་བཞག་པ་ཡིན་ན་མདོ་ཁམས་གཉིས་ལས་ཡང་རྟ་སྲིད་དབང་དངོས་སུ་རྒྱ་ནག་གིས་གཞི་མ་མགོ་བཙུགས་པ་དང་དུས་མཉམ་དུ་ཨ་ནི་བོད་ཀྱི་མཁན་བླ་དགེ་བཤེས་ཀྱི་མཚོན་བལ་གྱི་རྟ་གནད་ཡོད་མང་པོ་ཞིབ་པོ་ཅིག་ཨ་ནི་རྡུང་རྡེག་བཏང་ཡ་དང་ཆོས་བྱེད་ཀྱི་བསྟི་གནས་ཁག་དེ་གའི་དེ་དགོན་པ་དང་ལ་སོགས་པ་ཚང་མ་ལོག་རྩ་གཏོར་བཏང་རྗེས་ཨ་ནི་དངོས་བྱུང་གི་རྟ་གནད་ཚུལ་བྱུང་བཞག་པ་དེ་གའི་དེའི་ཨ་ནི་པཎ་ཆེན་ཀུན་གཟིགས་དཔལ་ལྡན་སྐུ་འཕྲེང་བཅུ་བ་ཆེན་པོ་མཆོག་གིས་ཨ་ནི་ཡིག་འབྲུ་ཁྲི་བདུན་བཞེས་ཏེ་ཟླ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོ་ལ་ཡང་བསྩལ་རྣམས་བརྩམས་གནང་བྱས། ཨ་ནི་རྒྱ་ནག་གི་སྲིད་བློན་ལ་ཡང་ཕུལ་བས་ཀྱི་གནས་སྟངས་འདི་གའི་དེ་དང་གི་གོང་དུ་ཞུས་ཟིན་པ་རེད་ཡིན་ནས་ངས་འདི་གལ་ཆེན་པོ་ཡིན་པས་སོང་ཙང་བསྐྱར་ལྡབ་ཞུ་གི་ཡོད་སྙན་ཞུ་དེས་ཀྱི་ཨ་ནི་རྒྱ་ནག་གཞུང་གི་འགོ་ཁྲིད་ཚོས་ཀྱི་ལ་ཕུགས་མེད་དེ། ཁྲི་ལྟོས་བར་བ་ད་ད་ད་ལོ། སྤྱི་ལོ་འདིའི་ནང་ལོགས་ལ་ང་ཚོ་བོད་ཀྱི་ལོ་རྒྱུས་ཀྱི་ཨ་ནི་ཚོགས་འདུ་ཞོ་མོ་ཞིག་ཚོགས་ཀྱི་ཡོད་སྐབས་དེ་དུས་ཚན་པ་གསེར་བུམ་བཀྲུ་ཡ་འདིའི་སྐོར་དེ་དངོས་ཡོད་ཀྱི་གནད་དོན་ག་རེ་ཡིན་པ་འདི་རྒྱ་ནག་གི་མཁས་པ་ཚོའི་ངོས་ནས་ཡིན་པ་ཡིན་ནས་ལོ་རྒྱུས་ལ་བལྟས་ནས་བྲིས་ཤ་བའི་དེབ་ཡོད་རེད་ལ་ཨ་ང་ཚོ་བོད་པ་བོད་བའི་མཁས་པ་ཚོས་ཞིབ་འཇུག་བྱས་ཤ་བ་ཚོའི་ནང་ལོགས་ལ་ཡང་དོན་ཚན་ཉུ་ཤི་རྩ་དགུ་ཞེས་ཡ་འདི་རྩ་བ་ཉིད་ནས་ཁུངས་གཏུགས་ས་མེད་པ་ཅིག་ཡིན་པ་འདི་ད་ད་ད་ཨ།

ད་ལྟ་རྒྱ་ནག་གི་ཆོས་ལུགས་ལས་ཁུངས་ཀྱི་ལྟ་བཙོན་ཅིང་ཡེ་ཞའོ་ཝན་གྱིས་ཨ་ནི་ཨར་ལྕགས་རིན་པོ་ཆེ་ལ་ཡར་བཟུང་བཞག་པའི་གནད་དོན་དེ་ཨར་ལྕགས་རིན་པོ་ཆེ་གི་དེབ་དེ་ནང་ལ་འཁོད་བཞག་ཡོད་པ་རེད། ཨ་ནི་སྐྱབས་རྗེ་ཨར་ལྕགས་རིན་པོ་ཆེ་ཁ་སང་ངེད་ཅག་དར་མཚར་ལ་ཕེབས་སོང་ང་ཚོ་འདི་འདྲའི་མཇལ་ཡག་གི་གོ་སྐབས་སྐྱེལ་འདུག་བྱུང་སོང་ཞེས་ནི་ལྟ་གང་དངོས་ཡོད་བྱུང་འབེབས་ཀྱི་དཔང་པོ་ཁོ་རང་ད་ལྟ་སྐུ་འཚོ་བཞུགས་བཙན་བྱོལ་ནང་ལོགས་ལ་ཡང་ཡོད་བསྡད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ཉེ་བའི་ལོ་ཤས་ནང་ལོགས་ལ་ཡང་རྒྱ་ནག་གཞུང་གིས་ད་སྲིད་ཇུས་ཞིབ་ཉག་དེ་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་ཚུགས་ཟེར་ཡ་ཅིག

གཞུང་གིས་འཕྲོག་ལེན་བྱས། ཨ་ནི་དགོན་པའི་གི་སྲོལ་རྒྱུན་གྱི་འཛིན་སྐྱོང་བྱེད་སྟངས་རེད། སློབ་གཉེར་གྱི་ལམ་ལུགས། དེ་གས་ཚང་མ་ལོག་ད་རྒྱ་ནག་གཞུང་གི་རྩིས་ལེན་བྱས་དེ་ཚང་མ་ལོག་འགྱུར་བ་བཏང་ནས་འགྲོ་དེ་གས་ཡོད་རེད། བླ་སྤྲུལ་ཁག་གི་ཡང་སྲིད་དེ་གས་དེ་ད་ཉིས་སྟོང་བདུན་ནས་བྱས་ནས་ཁོང་ཚོའི་ཁྲིམས་ཡིག་གི་སྲོལ་ཅིག་ཡིག་ཆ་ལྔ་པ་ཞེས་བརྗོད་རེད། དེའི་འོག་ནས་ཨ་ནི་བླ་སྤྲུལ་ཁག་གི་ཡང་སྲིད་དེ་གའི་དེ་ལས་རྒྱ་ནག་གཞུང་གི་ཆོག་མཆན་དགོས་ཡས་དང། ཨ་ནི་དགོན་སྡེ་གི་དོ་དམ་དེ་གའི་དེ་བྱེད་ཡས་ནང་ལོགས་ལ་སྙན་མོ་ཡིན་ན་ང་རང་ཚོ་བོད་པ་རང་གི་བྱ་དེ་གའི་ཡོད་རེད་པ། ད་དེང་སང་ཡིན་པ་ཡིན་ན་ཨ་ནི་རྒྱ་ནག་གཞུང་གི་ལས་བྱེད་ཚོ་ཆེད་འཛུགས་བྱས་བྱས་དེ་ནང་ལོགས་ལ་ཡང་ཨཱ་ནི་སྟངས་འཛིན་བྱེད་ཡ་ཚོ་རང་དབང་དགོན་པའི་གི་ལས་དོན་སྟངས་འཛིན་བྱེད་ཡ་རང་དབང་མེད་པ། གཞུང་ཆེན་གི་གཞུང་ཆེན་གི་དགོངས་འགྲེལ་ཁག་ལ་ཡིན་པ་ཡིན་ནས་ད་རྒྱ་ནག་གཞུང་གི་འགྲེལ་བཤད་གསར་པ་དེ་འདྲ་གྲུབ་ཡོད་འགོ་ད། རྒྱ་ནག་དམར་པོའི་གཞུང་ཆོས་ལ་ཁས་མི་ལེན་མཁན་དེ་ཚོས་གཞུང་ཆེན་ལ་ཡང་འགྲེལ་བཤད་བརྒྱབ་ཡོད་འགོ། དགོན་པའི་སློབ་ཚན་ནང་ལོགས་ལ་ཡང་ནང་ཆོས་ལྟ་ཡ་ཇི་ལྟར་ལྟར་གཙོ་བོ་བྱ་བར་བ་ངོ་ནས་བྱེད་ན་དགོན་པའི་ནང་ལོགས་ལ་ཡིན་པ་ཡིན་ན་ད་དགོན་པའི་ནང་ལོགས་ལ་ཡང་ནང་ཆོས་གཙོ་བོ་མ་ཡིན་པ་བྱས་རྗེས་ཨ་ནི་རྒྱ་ནག་གི་དམར་པོའི་གི་ལྟ་གྲུབ་བསླབ་དགོས་ཡ་དང་ཨ་ནི་རྒྱ་ནག་གི་རིག་གཞུང་དེ་གའི་དེ་བོད་པའི་སྒང་ལ་ཡང་བཙན་འཇུག། འདི་འདྲས་བྱས་རྗེས་ག་འདིར་ད་ལོ་རྒྱུས་ནང་ལོགས་ད་ལྟ་བར་དུ་བྱུང་མ་མྱོང་བའི་གི་ཨ་ནི་གནས་སྟངས་སྐྱོ་པོ་ཞུ་གཅིག་ད་ལྟ་བོད་ནང་ལོགས་ལ་ཡང་རྒྱ་ནག་གཞུང་གིས་ལག་ལེན་བསྟར་བསྡད་ཀྱི་ཡོད་རེད། ད་བར་ལམ་ནས་རྒྱ་ནག་གཞུང་གིས་བསྐོ་བཞག་བྱས་པའི་གི་ཨ་ནི་པན་ཆེན་དེ་པན་ཆེན་རྒྱལ་མཚན་ནོར་བུ་ཟེར་ཡ་དེ་གི་ད་བོད་ཀྱི་ས་གནས་ག་བ་ག་ས་ལ་ཡང་ཕྱིན་ཆད་ཞི་གནས་རེད་རྒྱ་ནག་གཞུང་གིས་ཆེད་མངགས་བཏང་ནས་ལྷག་པར་དུ་ན་ནིང་ས་རུ་བྱིན་པ་ཡིན་ན་ཟླ་བ་མང་པོ་གཅིག་བོད་ཀྱི་ས་ཁུལ་མང་པོ་ཕྱི་ནང་ལ་ཡང་སྐོར་སྐྱོད་བྱས། དུས་འགོང་བ་ཅན་དེ་འདྲའི་སྐད། གནང་པའི་སྐད་ཆ་ཡོད་རེད། དེ་ཡིན་དུས་ཕལ་སྐད་བོད་ནང་ཡོད་མཁན་བོད་མི་ཚོ་ལ་དཀའ་ངལ་མང་པོ་ཞིག་འཕྲད་དེ་ཡོད་རེད། རྒྱུན་ལྡན་གྱི་ད་ད་ལྟའི་གནས་སྐབས་ལ་བབ་པའི་གི་སོ་སོའི་དགོས་མཁོ་དབང་གིས་དམར་ཤོག་གི་ཚོགས་མི་དེ་འདྲས་བྱས་ཡོད་པ་ཡིན་ན་དམར་ཤོག་གི་ཚོགས་མི་ཚོ་དགོན་པ་ནང་ལོགས་ལ་མཆོད་མཇལ་བཅར་ཆོག་གི་ཡོད་མ་རེད། ཡིན་པ་ཡིན་ན་རྒྱ་དཔོན་ཆེན་གྱི་དུས་འགོ་དབང་ཆེན་གནང་པའི་སྐབས་དེ་དམར་ཤོག་གི་ཚོགས་མི་ཚང་མ་ལོགས་སྤྱན་ཁ་བཏང་བྱས་ཉེན་ཁ་འགྲོ་བཅུག་གི་ཡོད་རེད། ལ་དེ་འབྲེལ་གྱི་གནས་སྟངས་མང་པོ་བྱེད་ཅེས་དོན་དག་དེ་རྒྱ་ནག་གིས་ད་ལྟ་དེ་འདྲས་བྱེད་དགོས་ཡས་ཀྱི་དོན་དག་རྐང་ཚ་ག་བ་ཐུ་བུ་ཡར་ཟིན་ན་མ་འོངས་པ་ཡང་སྲིད་རྒྱ་རོམ་གཅིག་ཡང་སྲིད་དང་འབྲེལ་བའི་ཐོག་ནས་རྒྱ་ནག་གཞུང་གིས་ད་རྒྱ་པན་ཆེན་དེ་དང་དེ་དང་མཐུན་པའི་གི་ད་རྒྱ་ནག་ཁོ་རང་ཚོའི་བཀོད་ཇུས་འོག་འགྲོ་མཁན་གྱི་དཔོན་ལ་དེ་ག་དེ་བེད་སྤྱོད་བཏང་ཡས་ཡིན་པ་དེ་བཤད་མ་བར་ད། དེ་ཡིན་དུས་དེ་དང་མཐུན་པའི་གིས་ང་རང་ཚོ་བོད་མིའི་སྒྲིག་འཛུགས་ངོས་ནས་ཡིན་པ་ཡིན་ནས་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ཙམ་དུ་མ་ཡིན་པའི་གིས་བོད་བརྒྱུད་ནང་བསྟན་དང། ནང་པའི་འཛམ་བུ་གླིང་རྒྱལ་སྤྱིའི་ནང་ལོགས་ལ་ཡང། བོད་མིའི་གིས་ཆོས་དད་རང་དབང་དང་ལྷག་པར་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་རིགས་པན་ཆེན་རིན་པོ་ཆེའི་གློད་གྲོལ་ཡོང་ཡ་ལ་སོགས་པའི་གིས་གནད་དོན་ཁག་ལ་ཡང་ང་ཚོ་མུ་མཐུད་ནས་ད། ཕྱོགས་མཚམས་ལོགས་ཀྱི་འབད་བརྩོན་གནང་དགོས་ཀྱི་ཡོད་རེད་ད་ལྟ་དེ་ང་ཚོ་དེ་ཡོང་པའི་སྐབས་དེ་ཡིན་ནའི། དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་གཞོན་སྐྱེས་ཁག་ཅིག་གིས་དེ་ལས་འགུལ་སྤེལ་ཏེ་བཞག་ལས་འགུལ་དེ་གའི་དེ་སྤེལ་པའི་སྐབས་ལ་ཡང་ང་རང་ཚོ་བོད་པའི་སྤྱི་ཚོགས་ཙམ་དུ་མ་ཡིན་པའི་བོད་ཀྱི་འདིའི་ཕྱི་ལོགས་ལ་ཡང་འདིའི་རྒྱ་ལས་བརྒལ་ནས་སྤེལ་དགོས་ཡ་དེ་གལ་ཆེན་པོ་ཡོད་རེད་གོ་རྟོགས་སྤེལ་དགོས་ཡ་གལ་ཆེན་པོ་ཡོད་རེད་དེ་དང་མཉམ་དུ་ང་ཅི་འདི་ཞུ་ངེས་ཆོགས་སུ་ན་ནིང་འདི་བ། ང་ཨ་མི་རི་ཀ་ཕྱིན་པས་ད་ཨ་མི་རི་ཀ་ཡང་ཕྱིར་འགྲོ་བསྡད་ཀྱི་ཡོད་རེད་དེ་འདྲའི་འགྲོ་བསྡད་པའི་སྐབས་གཅིག་ལ། ཨ་ནི། བོད་པའི་སློབ་མ་གཅིག་ཇི་འདྲ་ལྔ་བ་དྲུག་བ་ཞིག་རེད། དེ་འདྲའི་གཅིག་གིས་ཨ་ཁོ་རང་གི་སྐྱེས་སྐར་ཉིན་མོ་འདི། ཁོ་རང་གི་སྐྱེས་སྐར། ཡིན་པ་དང་མཉམ་དུ། ཨ་ནི་པན་ཆེན་རིན་པོ་ཆེ་གི་འཁྲུངས་སྐར་འགའི་སྲུང་བརྩི་ཞུ་གི་ཡིན་ཞེས་ནི་ཁོ་རང་གི་བསླབ་གྲྭའི་ནང་ལོགས་ལ་ཡང་དྲིལ་བསྒྲགས་ཡག་ཐག་ཆོད་ཅིག་བྱེད་ཐུབ་འདུག་ཨང། དེ་ཡིན་དུས་སོ་སོའི་ནུས་པ་གང་ཡོད་པ་དང་འབྲེལ་བ་གང་ཡོད་པ་དེ་གས་དེ་བེད་སྤྱོད་བཏང་ཐུབ་པ་ཡིན་ན། ཨ་ནི་མི་གཅིག་ལ་མ་སོང་མིན་པ་ཡིན་ནའི་གནས་ཚུལ་འདིའི་སྐོར་ལ་འགྲེལ་བཤད་རྒྱབ་ཐུ་ཡས་དང་ཨ་ནི་རྒྱབ་སྐྱོར་རག་ཐུ་ཡས་ཀྱི་ག་ཚུལ་ལྟར་འབད་བརྩོན་བྱས་པ་ཡིན་ན་གྲུབ་འབྲས་ཐོན་ཡས་ཡོད་དེ་པ་དེ་རེད་དེ་ཡིན་དུས་བསམ་པ་ད་ལྟ་རྒྱ་ནག་གཞུང་གི་ད་ཐབས་ཇུས་ངན་པ་འགྲིག་དེ་དགོས་ཡོད་དེ་པ་དེ་ག་དེ་ལ་ཡང་ང་ཚོས་ཀྱི་ཚད་ལྡན་གྱི་གདོང་ལེན་བྱས་དགོས་ཡས་དེ་གནད་འགག་ཆེན་པོ་ཞུ་ཆགས་དེ་ཡོད་རེད། དེ་ནས་ད་ཕྱིན་ནོ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། ཀུན་གཞིའི་དཔལ་ཆེན་སྣང་བ་མཐའ་ཡས་ཡབ་གཞས་སྐུ་ཡི་ཕྲེང་བ་རིམ་བརྒྱུད་ཀྱི་ཐུགས་བསྐྱེད་སྨོན་ལམ་དང་གི་འབྲེལ་བ་དེ་སྐོར་ལ་སྐུ་ངོ་བློ་བཟང་ཆེན་པོ་ལགས་གསུང་དྲུག་གསུང་ཁོང་རྣམ་པ་གཉིས་ཀྱི་ཐུགས་བསྐྱེད་སྨོན་ལམ་རེད། ཨ་ནི་དད་ལྡན་བུ་སློབ་ང་རང་ཚོ་བསམ་བློ

ཨ་ནི་སྐད་ཆ་མཆན་ལྡན་དེ་གསུང་སྐབས་ཕེབས་པའི་སྐབས་ལ་ཉན་དགོས་ཀྱི་ཡོད་རེད་མ་གཏོགས་ཅི་རྒྱབ་ལོག་ལ་དཀྲོག་གཏམ་རྒྱག་མཁན་སྐད་ཆ་ཚོ་ཉན་ཕན་གི་མ་རེད་པ། ཨ་འདིའི་མཆན་ལྡན་གཅིག་གིས་བཤད་ཐུབ་ཀྱི་མ་རེད། ཨ་སོ་སོའི་གི་ཤེས་ཡ་དེ་ནོར་འཁྲུལ་གྱིས་ཤེས་མི་ལ་ཕ་བཤད་དེ་ནོར་འཁྲུལ་གྱིས་བཤད་བསྡད་ཀྱི་རེད་པ། དེ་ཡིན་ཚེ་མ་མཁས་ངན་ཚོས་གི་གསུང་པའི་སྐབས་དེ་ཨ་ནི་ཏོག་ཅིག་ཐུགས་སྣང་གནང་བ་ཡིན་ན། ཏན་ཏན་གྱིས་ཕན་ཐོགས་ཡོང་ཡ་རེད་དེ་ཡིན་དུས་ཚང་མ་དན་དན་བུ་སློབ་ང་རང་ཚོ་ཚང་མ་ཀློག་གི། ཨ་ནི་དམ་ཚིག་གཙང་མའི་བདེན་ཐོབ་འདི། ཆོས་མེད་སྨྲ་བའི་རྒྱ་གོང་དྲན་གྱི། བསམ་བློ་ཡོད་པ་ན་ཤེས་ཕྱིན་ནི་ཁ་ལོ་བསྒྱུར་ཐུབ་པ་ཅིག་རྩ་བ་ཉིད་ནས་ཡོང་གི་མ་རེད། ད་དེ་མ་ཡོང་བ་དེ་འགན་དེ་ང་ཚོས་ཁྱེར་བྱས་དགོས་བ་ང་ཚོ་མི་རེ་ངོ་རེ་འགན་ཁྱེར་ནས་བྱེད་དགོས་བ་རེད་དེ་ཡིན་པས་སོང་ཙང་ཨ་ནི་རྒྱ་ནག་གཞུང་གི་དབང་འཛིན་པ་ཚོས་ཀྱི་ཀུན་གཞི་པན་ཆེན་བསྟན་འཛིན་དགེ་འདུན་རིན་པོ་ཆེ་མཆོག་འཕྲལ་དུ་གློད་གྲོལ་གཏོང་དགོས་ཡ་དང་ཨ་ནི་དད་ལྡན་གྱི་སློབ་བམ་འདི་སློབ་འབངས་དང་མཉམ་དུ་ཞལ་འཛོམས་ཀྱི་གོ་སྐབས་སྤྲོད་དགོས་པའི་ད་འབོད་སྐུལ་ད་རིང་ང་ཚོ་དེ་ཞུ་གི་ཡོད་རེད་ལ་ད་རྒྱལ་སྤྱིའི་ཁྱོན་ལ་ཕར་ཚུར་འགྲོ་བའི་སྐབས་དེ་བ་ལ་ཡང་ག་དུས་ནས་འདི་ཞུ་ནི་འགྲོ་དེ་དགོས་གི་ཡོད་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་ཚུན་བེད་ཀྱི་ཨ་ནི་རྒྱལ་སྤྱིའི་སྤྱི་ཚོགས་ནས་རྒྱ་ནག་གཞུང་གི་ད་སྡིག་པ་མིག་བཙུམ་གི་ཁྲིམས་འགལ་གྱི་བྱ་སྤྱོད་དེ་རིགས་ལ་ཡང་རྒྱལ་སྤྱིའི་གི་ཁྲིམས་ཐོག་ནས་ཁུངས་བཙན་དང་ཨ་ནི་འཇུག་གནོན་གནང་སྐྱོང་ཡོང་བ་བཞིན་ལྟ་འདི་མཉམ་འབྲེལ་རྒྱལ་ཚོགས་ལ་ཡང་དུས་རྒྱུན་དུ་ནས་ཞུ་བསྡད་དགོས་ཡོད་རེད། ཁོང་ཚོ་ལ་དཔེར་ན་ང་ཚོ་ཡང་སྲིད་ཡང་སྲིད་བཅའ་བའི་སྐབས་རིན་པོ་ཆེ་མཁྱེན་གྱི་རེད་རིན་པོ་ཆེ་ང་ཚོ་ལྷན་རྒྱས་བཅར་བའི་སྐབས་དེ་ད་ལྟ་གནས་ཚུལ་གསར་པ་གང་ཡང་བྱུང་མེད་པ་ཡིན་ནའི་གང་ཡིན་པ་དེ་བཤད་དགོས་རེད། འདིས་དབྱིན་ཇིའི་སྐད་ནང་ལེན་ན Update རེད། ཁོ་གང་གནས་ཚུལ་གང་བྱུང་མེད་པ་དེ་ཡང་བྱུང་མེད་པའི་གི་གནས་ཚུལ་གསལ་བ་ཡིན་ན། དེ་ཁོ་ད་ལྟའི་གནས་བབ་གང་ཡིན་པ་དེ་མཁྱེན་ཐུབ་ཡ་ལ་ཐུབ་བན་གསོད་གི་ཡོད་དུས་བསམ་པ། ཨ་ནི་འདི་ང་ཚོ་བོད་མི་སྒྲིག་འཛུགས་དང། ཨ་ནི་གཞུང་ཁོངས་མ་ཡིན་པའི་སྒྲིག་འཛུགས་ཚང་མ་ལོག་ཨ་ནི་འབད་བརྩོན་མཉམ་རུབ་གི་ཐོག་ནས་གནང་རོགས་གྱིས་གནང་བ་ཡིན་ན། ང་ཚོར་ནུས་པ་ཐོན་ཡ་ཅིག་ཏན་ཏན་ཡོང་གི་རེད། ཨ་ནི་མཇུག་མཐར་དེ་ལ་ཡ། ད་ད་ལྟ་བར་དུ་ང་ཚོ་དེ། བཙན་བྱོལ་སྤྱི་ཚོགས་ཤིག་རེད། བཙན་བྱོལ་བཙན་བྱོལ་སྤྱི་ཚོགས་ནང་ལོགས་ནས། བཙན་བྱོལ་སྤྱི་ཚོགས་གཞན་དང་མི་འདྲ་ཅིག་མང་གཙོའི་སྒྲིག་འཛུགས་ཆ་ལག་ཡོངས་སུ་ཚང་ནས་ཡོད་བསྡད་པ་འདི། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཆོག་གིས་ད་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ཡོང་གི་ཡོད་རེད། དེ་ཡིན་དུས་བསམ་པ། ང་ཚོ་འདྲ་བོ་ཡིན་པ་ཡིན་ནས་མི་དཀྱུས་མ་ཅིག་གཞིས་ཆགས་དེ་ནས་སྐྱེས་བྱས་མི་དཀྱུས་མ་ཅིག། སྲིད་སྐྱོང་ཆགས་བསྡད་དུས། རྒྱལ་སྤྱིའི་ནང་ལོགས་ལ་ཕར་ཚུར་འགྲོ་བྱེད་ང་ཚོ་ལ་ཆེ་མཐོང་རྟོགས་བཟོས་ཡོང་སྟེ་རྒྱ་བོར་མ་བྱེད་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཡོང་གི་ཡོད་དུས་ད་ལྟ་རྒྱ་བོར་མ་བྱེད་ཞལ་བཞུགས་པའི་སྐབས་ལ་ཨང་ང་ཚོ་རྒྱལ་སྤྱིའི་ནང་ལོགས་ལ་ཡང་ཕར་ཚུར་འབྲེལ་བ་བྱེད་སྟངས་དང་དེ་ཚོ་དེ་འགའ་འགྲིག་ཚུལ་དང་ལྡན་པའི་ཐོག་ནས་ཡོང་ཐུ་ཡས་དང་ཨ་ནི་མི་ཐུ་ཡས་ཚོའི་ག་ཚོད་ཐུ་ཐུ་ཅིག་གི་ཆེད་དོན་མི་སྣ་ཐུ་ཐུ་ཡས་ཨ་ནི་རྒྱ་ནག་གི་གནས་བབ་འདི་ཚོ་མ་འོངས་པ་ག་འདྲས་ཅིག་ཡོང་ས་རེད་གནས་སྟངས་རེ་རེ་རེ་རེ་ལ་ཡང་ཞིབ་འཇུག་བྱས་ནས་ཨ་ནི་གནས་སྟངས་རེ་རེ་རེ་རེ་གི་འོག་ལ་ཡང་ཨ་ནི་ང་ཚོ་ལ་ཡང་གོ་སྐབས་ག་རེ་ཡོང་ས་རེད་གདོང་ལེན་བྱེད་དགོས་ག་རེ་ཡོང་ས་རེད་དེ་ཚང་མ་ལོ་ཚོད་དཔག་བྱས་རྗེས་ད་ལྟ་ནས་གྲ་སྒྲིག་བྱེད་ནས་འགྲོ་དགོས་ཀྱི་ཡོད་རེད་ལས་ཀ་མང་པོ་ཞིག་གྲགས་ཡི་ཡོད་རེད་མི་གཅིག་གཉིས་ཀྱི་འཇོན་ཡ་མ་རེད་དེ་ཡིན་དུས་བསམ་པ་ཨ་ནི་ནུས་པ་མཉམ་དུ་སྤུངས་དགོས་ཡ་དང་མཐའ་མ་དེ་ལ་ད་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་པ་དང། ཨ་ནི་ཀུན་གཞིའི་པཎ་ཆེན་རིན་པོ་ཆེ་མཆོག་མྱུར་དུ་གང་གི་གདན་ས་བཀྲ་ཤིས་ལྷུན་པོར་ཞབས་སོར་འཁོད་དེ། ཨ་ནི་དད་ལྡན་སློབ་འབངས་དང་ལྷན་ཚོགས་ཀྱི་སྐལ་བཟང་སྨིན་ཐོབ་ཡོང་བའི་སྨོན་འདུན་ཞུ་རྒྱུ་ཡིན། ཐུགས་ཆེ་ན།